ཨ་འདབ་པ་དུ་ང་ཚོ་ཡང་མི་ཤི་བའི་དང་རྒྱ་མི་རྒྱ་མི་སླེབས་པའི་རྐྱེན་བྱས་ནི་མི་ཤི་ཆད་ཕྱིན་པ་དེའི་གྲངས་ཀ་དོམ་དུར་ཨ་འདབ་ཕན་ཆད་ལ་བརྒྱད་ཅུ་གྱ་གསུམ་ཕན་ཆད་ལས་ང་ཚོ་དོམ་དུར་སླེབས་པ་དེ་བྱས་པ་ཡིན་ན། མི་འབུམ་བཅུ་གཉིས་ཚིག་ཤི་འདུག་བ། ས་ཡ་གཅིག་དང་འབུམ་གཉིས། སུད་ས་ནས་ཐག་ཆ་ལ་དོ་པོ་དོ་པོ་རྒྱབ་ནི་མ་ཨོ་འདུག་བ། སྤྱིར་བཏང་ཁོ་རང་ཚོ་ཐོབ་ཐང་རུ་པ་ཁོ་རང་ལ་ཡ་ཨ་ནི། སྐྲག། སྐྲག་གང། སྐྲག། ད་དོ། དེ་མིན་ཡང་ད་དག་ཁྲལ། ར་སྐྲག་གང། དོ། དེ་འདྲས་མང། ཤིང་བྱ་ཨོ་ཡག་གི་ཐོབ་ཐང་སྤྲེགས་འདུག་བ་དེ་མིན། བྱ་བཟང་ཁ་རྒྱ་ནག་ནང་ལ་ཁོ་རང་ཚོའི་ཤིང་བྱ་དཀོན་པོ་བྱས་དེ་འདྲས་གི་ད་མཐུན་རྐྱེན་མེད་པ། མཐུན་རྐྱེན་ག་ཚོད་ད་མཐུན་རྐྱེན་སྒྲུབ་ཁ་ཁོ་རང་ཆགས་ནས་ཡོང་དུས་བོད་ནས་མང་ཕྱིར་ལོག་བྱེད་མཁན་ཚོས། སྤང་ལེགས་གི་སྒམ་བཟོས་ནས་ད་སྒམ་པ་རགས་གཅིག་དེའི་ནང་ལོག་ལ་ཡང་སྒམ་གཅིག་དེའི་ནང་ལོག་ལ་ཡང་སྒམ་གཅིག་དེའི་ནང་ལོག་ལ་ཡང་སྒམ་གཅིག་བྱས་ནས།

མདོར་ན་ཁྱིམ་ཚང་མེ་རི་ངོ་རེའི་ནང་གི་གཅིག། རང་རང་སོ་སོའི་གཅིག་སྐུ་གསུང་ཐུགས་རྟེན་ཁྱིམ་ཚང་རེའི་ནང་ལ་ཡོང་གི་ཡོད་པ་རེད། དེ་རྗེས་དེ་ཡོངས་རྫོགས་སྟངས་འདག་པར་བཟོས་ཞེས་པའི་སྐུ་དེའི་རྩ་ར་རྒྱ་མི་ཁའི་ལུས་ལ་བརྒྱབ་ནས་ཕན་ཐོགས་གིས་བརྩི་གི་ཡོད་མ་རེད་དེ། དེ་མིན་པའི་གཅིག་གསེར་དངུལ་ཟངས་ལྕགས་ལ་ཐོགས་ནས་བཟོས་ཞེས་པའི་སྐུ་གསུང་ཐུགས་རྟེན་ཡོངས་རྫོགས་ལ་རྒྱ་ནག་ལ་ཨོ་འདུག་ག། དཔེར་ན་ལྷས་ས་འདི་ཡོད་བསྡད་པའི་ར་མོ་ཆེ་དང། ར་མོ་ཆེའི་ཨ་མདའ་བསྟན་འཛོ་ཇོ་བོ་དེ། བཏུལ་ནི་མི་ལིང་ཕན་ནི། རང་ཡང་ཞུ་བོ་རྒྱལ་མི་བསམ་བློ་གསར་བ་རེ་ཁོ་ནས་དེ་ཡང་ཉམས་གསོ་བྱེད་དགོས་གི་ཟབ་དུས་ཙ་ནས་ཨེ་ནི། སྐུ་སྨད་དེ། ཐབས་བཞི་ཉེ་བར་དྲ་ཞིག་ནས་རྙིད་པ་ཡིན་པ་རེད། སྐུ་དུས་དེ། པེ་ཅིང་གི་འཁྲིས་ཀི་བཟོ་འདྲ་ཅིག་གི་ནང་ལོག་ལི་ཡ། ཀྲོན་གྷི་ཟེ་རེད། པེ་ཅིན་རང་གི་ང་ཚོ་བཟོ་གྲྭ་འདི་ནང་ལོགས་ལ་ཡོད་ཀྲོན་གྷི་ཟེ་ནི་རྒྱལ་སྐྱངས་ཡིན་ན་ད་ངས་གྲངས་ཀ་ཡག་པོ་ཤེས་མི་འདུག་གང་ལྟར་ཀྲོན་མང་པོ་ཞིབ་འདུག་ནོར་བ་མ་ཨོ་ཨ་ཤ་བའི་པའི་ཕུང་སུ་རྒྱབ་ནས་བཞག་འདུག་བ་སྐུ། དེའི་ནང་ལོགས་ལ་ཡ་སྐུ་ཤོག་རིན་འབུར་རིན་པོ་ཆེ་དེང་སང་རྒྱ་གར་དུ་སླེབས་བསྡད་ཡོད་རེད་ཁོ་རང་དུས་དུས་ཡང་ད་ལྷས་སའི་ཆོས་ཚོགས་ཀྱི་ལས་བྱེད་པ་ཞིག་ནི་རིན་འབུར་མི་རྒན་མ་ཕྱིན་ནི་ད་དེ་མ་ཅིག། བོད་ནས་མ་ཨོ་ཨ་ཤ་བའི་སྐུ། ལུག་རྒྱ་ཡག་གི་ལུག་རྒྱུ་ལ་ཡ་སྤུངས་ཞག་ཞེས་པའི་བ་སུ་རེད། བཟོ་གྲྭའི་མཛོད་ཁང་ནང་ལོགས་ལ་ཡ་ཨ་ནི་ཁྲིད་འདུག་ག། ཨེ་ཁྲིད་པའི་ཁ་ཐུག་ཏུ་བསྟན། ད་ལྟ་གི་ལྟ་གི་ཞིག་རེད། ཨེ་ནི། མོའི་ཐུགས་ཁང་ནི་ད་ག་ད་ཅིག་ང་རང་ཚོའི་མི། བསྟན་འཛོམས་མི་ཇོ་བོ་འདྲ་གི་མ་རེད་ལ་ཁོ་ར་མི། ཡང་ལས་དང་སྨོན་ལམ་དེ་འདྲ་བ་ཞིག་ཐོག་ནས་མི་སྟབས་ཡག་པོ་ཞིབ་བྱས་ནས་ཨེ་ནི་སྐུ་དེ་མི་རྙེད་ཤག་སྐུ་སྟོད་གོང་དེ། ར་མོ་ཆེ་ཇོ་བོ་དེ། འདུག་བསད་ནི་པེ་ཅིན་རྒྱལ་རྒྱུད་ལ་ཡོད་བསྡད་པའི་བཟོ་གྲ་ཅིག་ལས་ཨོ་ཨ་ཤག་རང་ཧེ་དེ་བ་ལས་རྒྱ་ནག་ལྷོ་རྒྱུད་དེ་བ་ལས་ཨོ་ཡོད་ས་རེད་རྒྱ་ནག་བྱང་རྒྱུད་དེ་བ་ལས་ཨོ་ཡོད་ས་རེད་གང་ད། ད་ང་འདྲ་ངས་དྲང་གི་ཨ་མདའ་ངས་ནང་ཚ་བཤད་ཐུབ་གི་མི་འདུག་མ་གཏོགས་དེ་ག་ལ་གང་འཚམས་ཞིག་གིས་བོད་ནས་ཡོང་མཁན་ཚོས་བཤད་ཡག་འདུག་སྐྲོན་མང་པོ་ཞིག་སྐྲོན་སྟོང་ཕྲག་ཁ་ཤས་བཤད་ཡོང་གི་ཡོད་དེ་ཚོ་གང་འདྲ་སྐུ་གསུང་ཐུགས་རྟེན་རྒྱ་ནག་ལ་མ་དབོག་ཞབས་ཀྱི་རེད་རེད་ཁ་ཤས་ཡང་ཧོང་ཀོང་བརྒྱུད་ནས་བཙོངས་པའི་སྐད་ཆ་ཡིན་འདུག་ག་ད་དེའི་དེ་ཕ་ཞག་ཨེ་ནི། བཀའ་འོག་གྱེར་པ་མི་ཚང་སོ་སོའི་ནང་ལོག་གིས་གཅིག་རྐྱེན་ཆ། མཛུབ་དཀྲིས། ལ། པས་ན། ལུས་གཅིག་ཡང་དག། ཨ་མདོ་ཁུལ་ལ་འགྲོ་མཁན་ཡང་དག་མི་གཅིག་གིས་ང་ཨ་མདོ་ཆེ་སྐད་ཆ་བྱེད་མཁན་ནི། ཁོ་ཚོའི་ལུང་པའི་ནང་ལ་དེ་སྔ་ཡིན་ན། མི་ཚང་རེ་རེའི་ནང་ལ་དང་དོད་བྱེད་ཨ་རབ་ཁོ་རག་གིས་སྐྱོ་བ་དང་ཨེ་ནི། གཅིག། གདོང་མོ། གཅིག་དང་རག་ཤན་མ་དང་དངུལ་ཤན་མ་དང་ད་ག་ན་བཞིན་གྱི་ཆུ་རོ་མ། དེ་ཚོའི་ཐོག་ལ་ཡང་མི་ཚང་མེ་རེ་ངོ་རེ་དང་དོད་བྱས་ནི་དེ་འདྲས་མེད་པ་ཁྱོན་ན་ཡོག་མ་རེད།

འདི་ང་ཚོས་ཤེས་དགོས་འདུག་ལ། ཡི་གེ་འདི་བཏང། དངོས་གནས་དྲ་གནས་ཀྱི་དོན་དམ་པའི་བེད་པ་ལས་ཡག་ཅིག་ཤ་ཚ་ཅིག་གི། ག་སོག་རི་ཕུག་གི་ཕུག་ལ་འཇོག་སྲོལ་ཡོད་བསྡད་པ་ཞིག་ད་ཆགས་ཀྱི་ཡོད་མ་རེད། དེ་མེད་པ་ཡིན་དུས་ད་ནས་ད་གནས་ཚུལ་དེ་ག་རེད་ཟེར་ལབ་ན། མགོ་སྐོར་གཏོང་ཡག་གི་གནས་ཚུལ་ཅིག་ད་འཛམ་བུ་ནི་འདི་འཛམ་བུ་ནི་ཕྱི་ལ་ཡིན་ནའི་རེད་བོད་པ་ནང་ཚ་ལ་ཡིན་ནའི་རེད་མགོ་སྐོར་གཏོང་ཡག་ཅིག་གི་གནས་ཚུལ་ཏན་ཏན་ཆགས་ཀྱི་ཡོད་རེད། འདི་བོད་པ་གཅིག་གོ་མ་རེད། ད་ལྟ་རྒྱ་ནག་ནས་ཡོང་སྟེ། ས་ཁུལ་སོ་སོ་སོགས་ཡོད་དེ་བའི་བོད་པ་ཚོས་དེ་རིགས་ཤེས་པ་བྱེད་དགོས་གི། ཨེ་ནི་ཆེས་ཟ་ཁ་རྒྱག་ངེས་པ་ཞིག་ནི་རེད། དཔེར་ན་རྒྱ་མི་རིགས་ཚོས་དེ་ཐུབ་པ་ཡིན་ནི། ཨེ་ང་ཚོས་དེ་རིགས་ཤེས་ཐུབ་བྱུང་ན་ཡག་པོ་རེད་བ། ཚུར་བོ་ཤོག་དེ་རིགས་ཤེས་ཀྱི་ཡོད་རེད། ཚུར་བོ་ཤོག་ཤེས་པའི་ཁ་ཐུག་ནི་ཨོ་དེ་རེད། ཚུར་འགྲོ་སོང་བཏང་པ་དེ་བཏང་ཡོད་མ་རེད་ང་ཚོས་ཟས་ཡག་ཡོད་མ་རེད་ཏན་ཏན་བཏང་ཡོད་ཀྱི་རེད་དེ། ཡིན་ནི་ཕ་ད་ག་རེ་བྱས་ཨེ་ནི་ང་ཚོ་ཉམས་ཆག་ཆེ་ཡོད་རེད་བ། རེད་བ། ངས་དེ་ཡི་དེ་གི་ཚུར་ཞིག་ལྷོག་ན། ཨེ་ནི་དེ་ཡི་དེ་གི་ཧྲིག་ཐག་ལ་ང་ཚོས། ད་ག་ན་བཞིན་གི་དཔེར་ན་མིའི་སྲོག། བུད་མེད་ས་ཡ་དྲུག་ནང་ནས་གཅིག་བ། དེ་ནི་མི་སྲོག་ཆེན་པོ་རེད་པ། ང་ཚོའི་མི་སྲོག་རེད་ལ་ཡར་བལྟས་ན་རྒྱ་མིའི་ངོས་ནས་སྟོང་རུ་འགྲོ་དགོས་བྱུང་ན། དེ་ལས་ང་ཚོ་རིན་ཐང་ག་རོག་ཡོད་རེད་པ། རེད་པ། ས་དེ་འདྲས་ཡིན་དུས་ད་ནི་དངོས་གནས་ད་ནི་ང་ཚོ་བོད་ནུས་ཤུགས་ཉམས་ཆག་ཕྱིན་པའི་གནས་ཚུལ་དེའི་ཆ་ནས་བསམ་བློ་བཏང་བ་ཡིན་ན། ཟླ་ཐེམ་འབུམ་ཆུང་བདུན་བརྒྱད་མོག་ཟླ་ཐེམ་འབུམ་ཆུང་བ་བས་བརྒྱ་ཕྲག་སྟོང་ཕྲག་བཏང་བ་ཡིན་ནའི་ཧ་ལས་ཡ་མི་འདུག་ཨ། རྩ་བ་བོད་ཞེས་པའི་ནང་དུ་ཁ་བ་ཞེས། ཧམ་པ་ཞེས་ནས་གཟིམ་ཤར་བ་ཞིག་ལ་ཡ་ངོ་སོ་དེ་རིགས་བཏང་ཡ་ན། སྤོབས་པ་ཁོ་ར་བྲལ་རེད་བ་དངོས་གནས་བྱས་ན། ཡིན་ནའི་དམར་ཤེས་ཚ་ཐག་ཆོད་འདི་བཤད་གི་ཡོད་རེད་མ་གཏོགས་དངོས་གནས་བྱས་ན་དེ་འདྲའི་མ་རེད་བ། ཡོང་ཞིག་མ་ལ། ས་དེ་འདྲའི་ཡིན་དུས་ང་ཚོ་ཏན་ཏན་དེའི་རིགས་ང་ཚོ་ཤེས་དགོས་བ། ང་ཚོ་ཤེས་པའི་ཐོག་ནས་ཏང་ཨ་མདོ་ལ་བཡག་གི་ངའི་མདོ་སྟོད་སྙིང་པོ་དེ། ང་ཚོའི་རྩོད་པ་དེ། ཆབ་སྲིད་ཀྱི་གནས་ཚུལ་དང་འབྲེལ་བའི་གནས་ཚུལ་སྟོམ་རིང་པོ་ཞིག་ཆགས་བསྡད་ཀྱི་ཡོད་བ་རེད་དེ་འདྲའི་ཡིན་དུས་དེ་ལ་དཔག་པའི་ང་ཚོའི་ཞིག་རྩོད་པའི་ངོ་བོར་ཁོ་ད་རྒྱ་ཆེ་རུ་དང་རྣམ་གྲངས་མང་རུ་ཕྱིན་ནས་བསྡད་དགོས་ཡ་ཞིག་རེད་ཟེར་ནས། ངས་འདི་ལྟར་བཤད་ཡ་བདེ་བ་དང་དེ་ཡིན།